གཏོར་རྒྱག་སའི་ཐོག་མ་དེ་ལྟ་ཅིག་འདི་གི་ངོ་བོ་དང་འདི་གི་དགོས་པའི་སྐོར་ལ་ཡང་ངོ་སྤྲོད་མདོར་བསྡུས་ཤིག་གནང་བ་ན་ཞུ་གི། ལ་རེད།
ད་གཏོར་རྒྱག་སའི་དེ་འདྲ་ཤེས་རབ་པོ་དེ་གཏོར་གཏོར་གཏོར་མ་ཟེར་དགོས་རེད་བ་གཏོར་རྒྱག་ཟེར་དགོས་རེད། གཏོར་རྒྱག་དེ་ད་ང་ཚོ་ང་ཚོ་གི་ནང་པའི་གཞུང་ནས་ད་དེས་ན་ནས་ཐེག་པ་ཆེན་པོ་སྔགས་ཀྱི་ལུགས་ལ་ད་དེ་ནི་གལ་ཆེ་ཤོས་འདི་ང་ཚོ་ག་སུ་རེད་ང་ཚོ་སྡུག་བསྔལ་ཐམས་ཅད་ཀྱི་རྩ་བ་འབྱུང་ས་དྲུག་པོ་འདིའི་བདག་འཛིན་མ་རིག་པ་ཟེར་ཏེ་ད་འདི་གཏོར་ཡས་དེ་ལ་ཨ་ནི་གཏོར་མ་ཟེར་ཏེ་ང་ཚོ་གཏོར་མ་ཟེར་ཡས་དེ་ཕྱག་སྲོལ་ད་ཁ་ཤས་ཕྱག་སྲོལ་ཉོན་མོངས་ནམ་རྒྱུན་ཞབས་བརྟན་བྱེད་དུས་གཏོར་མ་བཞག་གི་ཡོད་འདི་གཏོར་མ་འདི་ཨ་ནི་ང་ཚོ་བོད་ལ་ཡིན་ན་ད་ཅིག་ངེས་མ་དཔེ་ཤ་སི་ཡོད་མ་རེད།

ཁོ་དགྲ་ཤེས་རབ་ཏུ་ཟེར། གཏོར་རྒྱག་མགོ་བཙུགས་ཡས་འདི་དག་ཅི་སྟངས་ལྟ་སྟེ། ཆོས་ལུགས་གཞན་དག་ཐོག་ལ་གསལ་བོ་ཞིག་ཞུ་ཡས་མི་འདུག་ཡིན་ནས་དགེ་ལུགས་པའི་ཕྱོགས་ལ་མཇལ་རུ་མི་བྱེད་ལ། དཔལ་རྡོ་རྗེ་འཇིགས་བྱེད་དངོས་སུ་ཞལ་གཟིགས་ནས། ཨ་ནི། འཁྲུལ་འཁོར་དང་གཏོར་མའི་ཆོ་ག་དེ། མཁས་གྲུབ་ལ་ཁ་ས་མཇལ་རུ་མི་བྱེད་ལ་མ་གསུང། མཇལ་རུ་མི་བྱེད་ཀྱི་མཁས་གྲུབ་རུ་མི་བྱེད་ལ་གསུང། མཁས་གྲུབ་རུ་མི་བྱེད་ཀྱི་ཨ་ནི་གཏོར་རྒྱག་དེ་ཞལ་ལུས་ལ་གསུང་དེ་ནས་བྱས་ནས་ཨ་ནི། ད་དེ་ཚོའི་བར་དུ་པཎ་ཆེན་བློ་བཟང་ཆོས་རྒྱན་བར་དུ་དར་སོ་ཆེན་པོ་རང་མེད་པར་བྱས། པཎ་ཆེན་བློ་བཟང་ཆོས་རྒྱན་སྐབས་ནས་རྒྱལ་བ་ལྔ་པའི་སྐབས་རེད་བ་དང། འོ་དེ་ནས་བྱས་ནས་ནི་དར་སོ་ཆེན་པོ་ཆགས་ནས། འོ་དུས་སུ་བྱས་ནས་ད་བྱུང་རབས་རེ་བ་བྱས་པ་ནི་ཕལ་ཆེར་ལོ་ལྔ་བརྒྱ་དང་དྲུག་བརྒྱའི་བར་འོ་དེ་འདྲ་བྱས་ནས་བྱུང་བ་རེད། འདིར་མཉམ་དུ་ད་ལྟ་རྒན་བདེ་སྐྱིད་བཀའ་འདྲི་ཞུས་ཡོད་ད་ང་རང་ཚོ་ད་ལྟ་སྟོར་རྒྱག་རྒྱག་ཡ་དེ་ད་ང་ཚོ་བོད་བརྒྱུད་ནང་བསྟན་གྱི་ད་ཆོས་བརྒྱུད་ཚང་མ་ལ་ཡ་གོ་དེ་ལུགས་སྲོལ་དེ་ཡོ་རེད་བ་ཡང་ན་དགེ་ལུགས་བྱེ་བྲག་ལ་ཡོད་རེད་བ་ག་འདྲ་རེད་བ། རེད་རེད།

དྲུག་ཅུ་རེ་བཞི་ད་དེ་དེ་དེ་ལ་དེ་ནི་དེ་ལ་ཡང་གཉེན་པོ་དེ་ལ་དྲུག་ཅུ་རེ་བཞི་ཨན་དེ་རེ་རེ་ལ་གཏོར་མ་རེ་རེ་ཕུལ་ཡོང་དུ་བསམ་པ་ད་དྲུག་ཅུ་མ་སུ་ཕུལ་བ་ཡིན་ན་ཉི་མ་གཅིག་གི་བར་ཆད་དོ་ཨ་དེ་རེ་བཞག་ད་དེ་ནི་གཏོར་རྒྱག་སུ་བྱས་པ་ཡིན་ན་འབྲིང་ཨ་དེ་བྱས་པ་ཡིན་ན་ཟླ་བ་གཅིག་གི་བར་ཆད་དོ་ཨ་དེ་རེ་བཞག་ད་བཅའ་འགག་སུ་བྱས་པ་ཡིན་ན་ཨ་ནི་ལོ་འཁོར་མ་གི་བར་ཆད་བྱེད་ངན་གི་ལྷ་གངྒཱ་ལ་ཨ་ནི་གཉེན་པོ་རེ་རེ་བྱས་དེ་ཚོ་ལ་གཏོར་མ།

བཅའ་སྒ་སྒྲིག་ཆས་ལ་བརྟེན་པའི་དེའི་ཆོ་ག་བྱེད་ཡ་དེ་ཧ་ཅང་གི། ཁྱད་ཆོས་སྔ་ཕྱི་གསུང་གི་འདུག་ཁྱད་ཆོས་དང་པོ་དེ་འདི་གསུང་གི་འདུག་ག་གསུང་རེད། སྙིགས་དུས་ཀྱི་ད་སྙིགས་དུས་ལ་ཡ་ཞབས་ག་གསུང་རེད་ཆོས་ཉམས་ལེན་བྱེད་མཁན་དེ་ཚོ་ལྷ་ལྷ་ཕྱོགས་འདི་འདྲའི་ཅིག་ལ་མ་འཐེན་ན་དེ་ནི་ཆོས་ཀྱི་མགོ་ཐོན་གི་མ་རེད་ཟེར་དེ་བར་ཆད་བསལ་བ་ལ་མཆོག་ཏུ་གྱུར་བ་རེད་ཟེར་ཅིག་གསུང་འདུག་གཉིས་པ་དེ་ལ་དེ་ནི། འཇིགས་བྱེད་ལ་ཡ་དེ་འདྲའི་གི་ཉམས་བཞེས་གནང་བ་ཡིན་ན་དེ་ནི་གསང་བ་འདུས་པ་ནས་བཤད་པའི་ཕ་རྒྱུད་ཀྱི་ཉམས་ལེན་དེ་ལ་གནས་ཚང་ཡོད་རེད། བདེ་མཆོག་དང་རྒྱལ་བ་རྡོ་རྗེ་ནས་གསུངས་བཞག་པའི་མ་རྒྱུད་ཀྱི་གནད་འགག་དེ་ཡང་དེ་ལས་བཟུང་ཡོད་རེད། ད་དེ་ནི་ཤེས་རབ་དེ་ལྷ་ཕྱོགས་གཞན་ལས་མྱུར་བ་རེད། ད་གཙོ་བོ་དེ་འཇིགས་བྱེད་ཉམས་བཞེས་བྱས་པ་ཡིན་ན་དྲག་པོ་གཙོ་བོ་བྱས་ནས་ཞི་བ་ཞོར་ལ་གྲུབ་དེ་ཡང་ཤེས་རབ་གྲུབ་པ་ལ། རྩལ་དུ་སྟོན་མོ་ག་ཅི་ནས་པའི་ལས་སླ་བས་དོན་གྲུབ་ཡ་ཨོ་ཐུགས་སུ་བྱས་ནས་དེ་གསུངས་ཏེ་ཡིག་ཐུགས། ལགས་སོ། དེ་ནས་རིན་པོ་ཆེ་ད་ན་ད་གོང་དུ་དང་ད་ང་ཚོ་ད་ལྕགས་མཁར་གྱི་གཏོར་རྒྱག་འདིའི་སྐོར་ལ་གསུངས་གནང་སོང་རིན་པོ་ཆེ་ད་འདི་གཙོ་བོ་འདི་ད་ཅིག་ལོ་གསར་པ་འདི་ནང་ལོ་ལོ་འཁོར་མ་འདི་ནང་ལོ་རེ་ཡ་ད་ཅིག་ཕྱི་ནང་གི་བགེགས་དང་བར་ཆད་དོར་བ་ཡི་གི་ཆེད་དུ་རེད་ཞེས་འདུག་ཞེས་གསུངས་གནང་སོང་ད་དེ་མིན་གྱི་ཆོས་ཕྱོགས་ཀྱི་ཕན་ཡོན་འགྲོ་བ་འདི་ག་རེ་ཡོད་རེད་ད་ད་ཅིག་ལྕགས་མཁར་གྱི་གཏོར་རྒྱག་འདི་ལ། ད་ལྕགས་མཁར་དུ་ཡོད་དེ་ད་ང་ཚོ་གཙོ་བོ་དེ་ང་ཚོ་གྲྭ་ཚང་གི་གཙོ་བོ་དེ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་སྤྱི་བསང་གསུམ་གྱི་དཀྱིལ་འཁོར་ལ་ནི་བར་ཆད་ཀྱི་མཚན་མ་གང་ཡང་མི་བཞེས་པ་དང་ནི་སྤྱི་བོད་སྤྱི་པའི་དུང་བརྡ་ལ་ད་ཅི་སྙེ་མ་རང་ནས་བོད་རང་ནས་ནི་རྒྱུད་སྟོད་གྲྭ་ཚང་དེ་ནི་བོད་ཀྱི་ར་མོ་ཆེ་གཙུག་ལག་ཁང་དེ་བོད་གཞུང་གི་ནི་གཞིས་ཆགས་དེ་ཡོད་རེད་ནི་དེའི་བོད་ཀྱི

བླ་མ་དབུ་མཛད་ད་ལོ་གཅིག་མ་ཞིག་རྒྱག་གི་མ་རེད་ལོ་གཉིས་པ་གསུམ་པ་དེ་ནི་མང་ཆེ་ནས་དགེ་བཤེས་ནང་ལོགས་ནས་དགེ་བཤེས་རྒན་པ་ཅིག་ཡོད་རེད་འོ་དེ་གིས་རྒྱབ་གནང་གི་རེད་ད་ཁོ་རང་གིས་དེའི་ནང་ལ་འཇིགས་བྱེད་ཀྱི་བརྙན་པ་སྔོན་དུ་འགྲོ་དགོས་རེད་དབང་ཞུས་པ་དང་བརྙན་པ་སྔོན་དུ་འགྲོ་དགོས་རེད་གཅིག་དེ་རེད་དེའི་ཐོག་ལ་དེ་ནས་ད་ལྟ་དེའི་བཅའ་ཁག་སྔགས་བཏུས་ཀྱི་ཞེད་སྣང་བྱས་ནས་གཏོར་སྨན་གྱི་ཐིག་བཏབ་ཡ་དང་གཏོར་མ་བརྩིགས་ཡ་དང་ད་དེ་ཚོ་གི་ཆོག་མཆན་སྒྲུབ་ཀྱི་ཞེད་སྣང་རོགས་གྱིས་ཞུ་དགོས་པ་རེད་དེ་གལ་ཏེ་སྔོན་དུ་ད་གཏོར་མ་དང་གློ་སྨན་དེ་གིས་སྔོན་དུ་འགྲོ་དགོས་ཡ་གཅིག་དེ་རེད།

དུག་སེལ་འགྲོ་གི་ཡོད་རེད་མ་གཏོགས་ད་ཡང་ད་དགེ་འདུན་མང་པོ་ཡོད་པ་ཡིན་འདུག་ས་ནས་ཡང་ཁ་ཤས་རྟོགས་པ་ཡོད་པ་དེ་འདྲ་ཡོད་སྲིད་པ་རེད་བ་བྱས་སོང་ན་རྫོགས་རིམ་གྱི་རྟོགས་པ་ཡོད་ངེས་ཚོ་ཡིན་ན་ཡེ་ཤེས་ཀྱི་མེ་དངོས་གནས་ཁོ་རང་ཡོང་ཐུབ་ཀྱི་ཡོད་རེད་དངོས་སུ་ཡོང་ཐུབ་ཀྱི་ཡོད་རེད་འོ་འདི་སོང་ཙང་ཡེ་ཤེས་ཀྱི་མེ་གིས་ནི་བདག་འཛིན་མ་རིག་པ་དུག་སེལ།

དེ་འདྲའི་རོ་གཅིག་རེད། ལ་རེད། ལགས་སོ་ད་དེ་ནི་ད་ལྟ་རིན་པོ་ཆེ་ད་ལྟ་རོབ་ཅིག་གསུངས་སོ་ད་ངས་ད་ལྟ་དྲི་བ་ཞུས་ན་གལ་ཆེ་ཤོས་གཅིག་འདི་ཡིན་ད་ང་རང་ཚོ་ད་ལྟ་ལོ་ཟླ་གཅིག་གི་ད་རྒྱུ་སྟོད་ཀྱི་གཏོར་རྒྱག་རྒྱག་པའི་སྐབས་སུ་ལ་ཡ་ཉིན་མཐའ་མ་འདི་ལ་ཡ་ད་ད་ཅིག་ང་རང་ཚོ་ད་དམིགས་བསལ་བོད་པ་རེད་ད་ཅིག་ཡང་ནང་པའི་ཆོས་ལ་དད་པ་ཡོད་མཁན་མང་པོ་ཅིག་འདུག་ཅེས་ཕས་གནང་གོ་ར་ད་ཁོ་རང་ཚོའི་ངོས་ནས་ད་དེ་འདྲའི་ཅིག་གཏོར་རྒྱག་རྒྱག་ཕེབས་པའི་སྐབས་སུ་ལ་ཡ་ཅིག་སེམས་ཀྱི་ཀུན་སློང་རེད་ད་ཅིག་དེ་དུས་སོ་སོ་ཀྱི་སེམས་པའི་འཁྱེར་སོ་ཅིག་ར་འདི་ག་འདྲས་ཅིག་དགོས་དགོས་རེད། དེའི་ཐོག་ལ་ཡང་རིན་པོ་ཆེས་ལམ་སྟོན་ཞིག་གནང་ཡོད། ལ་རེད།
ད་དེ་རིན་པ་མང་པོ་རེད་ད་དེ་ལྟ་ག་ཡོད་ངེས་དང་ཨ་ནི་ཚང་མ་ལ་ཡང་ཁ་སོ་རེད་ད་རིན་པ་རེད་པ་དེ་ཁ་ཤས་ཀྱི་ཡོང་གི་རེད་བ་སོ་སོའི་ཆོས་ཕྱོགས་ཀྱི་བོད་ཀྱི་གོ་བ་རེད་པ་དེ་གཏིང་ཟབ་ལོས་ཀྱི་ཁྱད་པར་རྟོགས་སུ་ཡོང་གི་རེད་བ་ད་གཏིང་ཟབ་པ་དེ་ཚོ་ནི་ད་ཅིག་གཏིང་ཞེ་དྲག་ཟབ་པོ་མེད་པ་དང་ཞེ་དྲག་བྱང་མ་མྱོང་པའི་མི་དཀྱུས་མ་རེ་བཅས་ཡིན་ན་ནི་ད་དེ་རིགས་དེ་བྱས་དེ་ཡ་དེ་ཨ་ནི་ཅིག་ག་སོ་རེད་སྟོན་པ་བཅོམ་ལྡན་འདས། ཆོས་བྱེད་ཡ་དེས་ནི་སྟོན་པ་བཅོམ་ལྡན་འདས་ནས་ཅི་ནས་ད་ལྟའི་བར་དག་ལོ་ཉིས་སྟོང་སྡིག་པ་དུག་སྡུག་བྱས་ནས་ཁོ་མཐོང་བ་བརྒྱུད་པའི་ཕྱག་ལེན་དམ་པ་གོང་མའི་ཕྱག་བཞེས་མ་ཉམས་པ་བྱས་ནས་བརྒྱུད་འཛིན་བྱས་ནས་འགྲོ་བདེ་བ་ཡིན་ཙང། ཏན་ཏན་དེ་ལ་དགོས་པ་དང་རྒྱུ་མཚན་ཅི་ཡོད་རེ་ད་སྐྱབས་སུ་ཆས་སམ་ཅི་ད་སོ་སོས་ཀྱི་བར་ཆད་གང་ཡོད་པ་དེ་བཟློག་སོང། དེ་ཡིས་པད་ད་རི་པའི་ཞབས་བརྟན་སོ་སོ་རང་ནང་དུ་བྱས་མོ་ག་བྱས་ནས། དེའི་ལྷན་ཅིག་ལ་དགེ་འདུན་མི་ཕྱེད་འདུས་པའི་བྱིན་རླབས་འོ་དེ་འདྲས་ཀྱིས།

གཞུ་གུ་བཀྲ་ཡག་དང་ལིང་ག་གཏུབ་ཡག་དང་གཏོར་མ་འཕང་ཡག་དང་དེ་ཚོ་གང་ག་དཔེ་གལ་ཆེ་མི་དག་པའི་རྣམ་པ་མང་པོ་བྱེད་ཡོད་རེད་བྱས་ཙང་ད་མི་དག་པ་ཡིན་ཙང་མི་དག་པའི་སེམས་པའི་སྒོ་ནས་ནི་བྱམས་སྙིང་རྗེ་གོང་འཕེལ་དུ་བཏང་ཡ་ཨེ་ནི་དེ་ལ་བརྟེན་པའི་དེ་འདྲའི་བློ་འདི་གི་ནུས་པ་ལ་བརྟེན་ནས་རང་གི་རྒྱུད་ཀྱི་བར་ཆད་ག་སོ་རེ་ཆགས་སོ་ཉོན་མོངས་ཀྱིས་ད་བཞག་བཞག་པའི་དེ་ནི་ལས་ཀྱི་མི་དགེ་བ་མང་པོ་བྱས་དག་སོང་བསམ་པས་ད་དེ་འདྲའི་གི་དམིགས་པ་བྱས་ཡོད་རེད་ད་ད་དྲག་ཤོས་དེ་ནི་བྱང་ཆུབ་སེམས་དང་སྟོང་ཉིད་རྡོལ་བའི་ཤེས་རབ་ཀྱི་སེམས་པ་ད་ད་དེ་རེད།

འོ་དེ་ནི་རྩ་ཉོན་དྲུག་ཉེ་ཉོན་ཉི་ཤུ་ལ་སོགས་པ་ཉོན་མོངས་དེ་སྐྱེ་དེ་རེད། ད་ནང་བཞིན་གྱི་མི་གཞན་དག་གི་ཡིན་ནས་དེ་དང་དེ་བཞིན་བྱས་ནས་དེ་ཚོ་རང་བཞིན་གྱི་དེ་ནི་ཆགས་སོགས་ཉོན་མོངས་བར་ཆད་ཀྱི་གེགས་ཡོད་དོ་ཅོག་ཨ་ནི་ད་རིག་པའི་ཞབས་རིམ་དེ་ལ་བརྟེན་ནས་ཨ་ནི་ཁོ་ན་ཚོ་དམིགས་པ་བྱས་པ་ནང་བཞིན་གྱི་སོ་སོའི་ཡང་དེ་ཐམས་ཅད་དག་སོང་བསམ་པ་བྱས་ནས་གལ་ཆེ་ཤོས་དེ་སྟོང་པ་ཉིད་ལ་དགོངས་པ་བཞེས་གི་ཡིན་ན་ཨ་ནི་དངོས་གནས་དེ་ཡོད་རེད།

སོ་སོ་སྒེར་གཅིག་པུ་གཅིག་དཔེ་རིས་སྒྲུབ་པ་ཉམས་ལེན་བྱས་དུས་ཞེ་དྲག་ཡོང་ཐུབ་ཀྱི་ཡོད་མ་རེད། ཡིན་ཙང་ད་མང་པོ་གཅིག་ལ་བརྟེན་ཡོང་དུས་ཁ་ཤས་ཀྱིས་མིག་རྒྱན་བྱས་ཁ་ཤས་ཀྱིས་ལྷན་སྐྱེས་ཞེ་རྒྱན་བྱས་ནས་ད་དུས་སུ་བྱས་ནས་མང་པོ་གཅིག་ལ་བརྟེན་ཡོང་དུས། ཨེ་ན་སོ་སོའི་སེམས་འདི་དགེ་བའི་ཕྱོགས་ལ་ཐོངས་ཡ་དེ་དགེ་བའི་ཕྱོགས་མང་པོ་བྱེད་ཡ་ཡིན་ཙང་མིག་རྒྱན་འདི་དགེ་བའི་ཆོས་བྱེད་མཁན་གྱི་ཆོས་ཕྱོགས་ཀྱི་ཐོངས་ཡ་ཆོས་ཕྱོགས་ཀྱི་བྱ་བ་རྐྱང་རྐྱང་ཡིན་ཙང་སོ་སོའི་སེམས་འདི་དགེ་བའི་ཕྱོགས་ལ་ཤུགས་ཆེ་བ་བསྐུལ་ཐུབ་པ་དང་ནུས་པ་ཆེ་ཡོད་རེད་དེ་སོང་ཙང་ད་སྟོང་པ་ཉིད་དང་བྱང་ཆུབ་སེམས་ལ།

ཅིག་བྱེད་སྒོ་འདི་ད་ཆོས་ཕྱོགས་ཀྱི་བྱེད་སྒོ་ཅིག་ཡིན་དུས་ད་ད་ལྟ་ངས་གོང་དུ་ད་ལྟ་དྲི་བ་ཞུས་པ་ནང་ལ་ཡང་ཅིག་མ་རྩོད་པར་ཡང་ཅིག་འདྲི་བཤད་སྐྱོན་གོ་བའི་དེ་འདྲས་ཡོད་པའི་དོན་ཐོག་མཐའ་མ་དེ་ལ་ཡང་རིན་པོ་ཆེས་སྡོམ་གཅིག་སྐྱོན་ར་ལ་ཞུ་གི་ཡིན། ལ་རེད།
ད་སྡོམ་འགྲོ་འདི་ད་གཞན་དག་དམིགས་བསལ་ཞུ་ཡ་ཟེར་གི་མི་འདུག་ད་གཏོར་རྒྱག་འདི་ད་ལྟ་འདི་ང་ཚོ་རྒྱུད་སྟོད་དང་རྒྱུད་སྒྲོལ་སྟོད་སྨད་གཉིས་པོ་འདི།